བའི་རོལ་ནས་ཤིང་འབྲུག་ལོ་ཡི་བི་ཟླ་དྲོས་པ་ཕྱི་མ་ཚེས་ཉི་ཤུ་ལྔ་ནས་ཉི་ཤུ་བརྒྱད་བར་དང། སྤྱི་ལོ་ཉིས་སྟོང་ཉེར་རྩ་ཤེས་ལོ་ཡི་ཚེས་ཟླ་བརྒྱད་པའི་ཚེས་ཉི་ཤུ་བརྒྱད་ནས་ཉི་ཤུ་སུམ་ཅུ་སོ་གཅིག་བར་ས་བོན་ནང་བསྟན་ལྷོད་མེད་ལེན་ཚུལ་ནས་གོ་སྒྲིག་ཞུས་པའི་ཟབ་མོ་དབུ་མ་ལྟ་བའི་དྲུང་རིང་ཆེན་མོ་ཉིན་བཞི་ཡི་རིང་གི་མཛད་རིམ་ཁག་གཤམ་གསལ།

རྫས་རིན་ཞེས་པ་བཅོས་བྱེད་མཁན་རི་མོ་རྗེ་བཙུན་ཞང་པ་མཁས་བཙུན་དཔལ་བཟང་པོ་ཆོས་ནི་ཟོག་མོ་སྔོ་སྤང་སྟག་ཡོས་བགྲོ་གླེང་གི་ངོས་སྤྲོད་དང་སྨིན་ཡུལ་དགོས་དོན་བཅས་ཀྱི་གསུང་བཤད་དང། གཞན་ཡང། བགྲོ་གླེང་དངོས་གཞིའི་སྐབས་བགྲོ་གླེང་བྱེད་སྟངས་གནང་ཤུགས་སྐོར་ལ་བཀའ་སློབ། གསུང་བཤད་གནང་རྒྱུ། དུས་ཡུན་སྐར་མ་བཅོ་ལྔ།

གློག་བརྙན་བ་རྣམ་པ། མི་སྐ་འདི་ལ་ནི་བགྲོ་གླེང་ལ་ཕེབས་པ་འདི་ལ་ནི་ཐོག་མར་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་སྦྲགས་ནས་ནི། ང་ར་ཚོ་དེ་དབུ་མའི་བགྲོ་གླེང་ཆེན་པོ་ཚོགས་ཡ་གས་ནི་འདི་འདྲ་བྱེད་ནས་རྒྱུ་མཚན་དགོས་པ་དམིགས་ཡུལ་དང། དབུ་མའི་བགྲོ་གླེང་ཆེན་པོ་ཚོགས་ཡ་གན་དང་ཚོགས་ན་ཕན་ཡོན་གང་ཡོད་མེད་འོག་དེའི་སྐོར་ལ་ད་ཅི་ཐང་འདུག་དོན་འདྲ་བོ་ཅི་ཞུ་ཡ་ཅི་ར་བ་ཅི་ཐང་ནི་མེད་གློག་བརྙན་ཚོགས་ཆང་ངོས་ནས་དབུ་མའི་བགྲོ་གླེང་ཆེན་པོ་ཚོགས་ཡ་གན་དེ་འདྲའི་ཡ་ནས་ཕྱག་ལས་གནང་བར་གོ་སྒྲིག་ཞུ་བ་དེ། དེ་ལ་བརྟེན་ནས་ད་ལྟ་དེ་ད་ང་ཚོ་དབུ་མའི་བགྲོ་གླེང་ཆེན་པོ་ཚོགས་དགོས་ཡ་རོགས་དབུ་མའི་བགྲོ་གླེང་ཆེན་པོ་དེ་ཡང་སྤྱི་དང་གཙོ་བོ་ནས་རྗེ་བདག་ཉིད་ཆེན་པོས་གསུངས་དབུ་མ་མགོན་པོ་རབས་སུ་བཞག་ཅིང་ད་མགོན་པོ་རབས་སུ་དབུ་མའི་མགོན་པོ་རབས་སུ་ཡི་ཐོག་ལ་ད་བགྲོ་གླེང་འདྲ་བོ་གནང་ཡ་འདྲ་བོ་ཅི་བྱས་དེ་ཡང་ནས་རྒྱུ་མཚན་འདྲ་བོ་དང་སྤྱི་དང་ནས་བགྲོ་གླེང་ཚོགས་དགོས་པའི་རྒྱུ་མཚན་འདྲ་བོ་དང། དགོས་པ་འདྲ་བ་དང་དེ་ཚོ་ག་རེ་རེད་ཟེར་ན་ནང་འདྲ་བ། དེ་དང་དབུ་མའི་གཞུང་ཟེར་མཁན་དེ་ཧ་ཅང་གི་ནི་གཞུང་རོ་རྒྱ་ཆེན་པོ་གཏིང་ཟབ་པོ་ནས་སྐལ་ལྡན་གྱི་འགྲོ་བ་རྣམས་འཁོར་བ་ལས་སྒྲོལ་བར་བྱེད་པ་ལ་མེད་ན་མི་འདོད་མེད་པ། འོ་དེ་འདྲའི་སྒྲ་བོ་ཅི། དེ་འདྲ་ཞིག་ཆགས་སྐྱེ་བ་རེད། ཁོ་བ་ལས་གྲོལ་བར་བྱེད་པ་ལ་ཁོ་བོའི་རྩ་བ་བདག་འཛིན་གཅོད་པར་བྱེད་དགོས་རེད་བདག་འཛིན་མེད་པར་བྱེད་པ་ལ་དབུ་མའི་གཞུང་ནས་བཤད་བཞག་རྒྱུ་གི་ད། བསྟན་པ་སངས་རྒྱས་བཅོམ་ལྡན་འདས། ཅེས་ནས་ནི། སྔོན་བསྟན་སྟོང་ཉིད་ཀྱི་རིམ་པ་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་གཉིས་ནང་ནས་ད་ཇི་ལྟར་ཚང་བ་ཇི་འགལ་བ། བསྟན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ལ་སོགས་པ་དང་དེ་འབྲེལ་གྱི་ཆོས་ཀྱི་ཕུང་པོ། དེ་རིགས་ཀྱི་བཀའ་བསྩལ་རས་དེ་རྣམས་ཀྱི་ནང་ནས་རབ་ཏུ་དཔལ་དུ་བྱུང་བ་དེ་ང་ར་ས་ནང་ཆེན་ནས་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་ཡིན་གསུང་བར་བ། ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་བཅས་ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེའི་དེ་གའི་ད་དངོས་བསྟན་སྟོང་ཉིད་ཀྱི་རིམ་པ། དངོས་བསྟན་སྟོང་ཉིད་ཀྱི་རིམ་པ་དེ་ཉིད་གཏན་ལ་ཕེབས་པར་བྱེད་པ་དེ་ད། བསྟན་བཅོས་ཀྱི་དབང་དང་བཅས་ན་ད། དཔལ་མགོན་འཕགས་པ་བློ་གྲོས་ཀྱིས་དབུ་མ་རིག་པའི་ཚུལ་བགྲོས། དེའི་རྫས་རྣམས་ཀྱི་དེ་རྣམས་ཀྱི་ནང་ནས་ཀྱང་རྩ་བ་དག་པོ་སྟེ་གོང་མ་རྩ་བ་ཤེས་རབ་ཡིན་མོད་རྩ་བ་ཤེས་རབ་ཀྱི་སྒོ་མ་ཕྱིན་ཅི་མ་ལོག་པ། འདྲེས་བྱ་རྒྱུ་དེ་དག་སྤྱི་དང་རྒྱ་གར་གྱི་དཔེ་འགྲོས་ཀྱི་སྔོན་མ་རྣམས་ཀྱི་རྫས་བྱ་རྒྱུ་མང་པོ་ཡོད་རེད་དེ་རྣམས་ཀྱི་ཚང་མ་མེད། རྩ་བ་ཤེས་རབ་རང་འབྲེལ་པ་དང་བཅས་པ། འབྲེལ་པ་ཡང་འབྲེལ་དང་བཅས་པ་རྒྱ་གར་དཔེ་འགྲོས་རྣམས་ཀྱི་རྫས་བྱ་རྒྱུ་གི་དབུ་མིང་གི་བསྟན་བཅོས་དེའི་གི་སྙིང་པོ་འདྲ་བོ་དེ་ཡང་གདོད་ནས། འབྱོར་པ་རྩ་འགྲེལ། འབྱོར་པ་རྩ་འགྲེལ་གྱིས་བསྒོམ་པ་ཕྱིན་ཆོད་མ་ལུས་པ་བསལ་བར་བྱེད་པ་སྟེ་རྟགས་འོག་མ་བསྒོམ་པ་ར་བཟོད། དེ་སྤྱི་དང་གཉིས་ཕྱིན་པའི་གསུང་དེ་འགྲེལ་གྱི་ཆ་གས་བར་བ་དེ་འགྲེལ་གསུང་ཆ་ཧ་ཅང་གས་ནས་སྤྱི་དང་གཉིས་ཕྱིན་པའི་གསུང་དེ་བྱིན་རླབས་ཆེན་པོ། རྩ་ཆེན་པོ། དེ་ཡི་ནང་ནས་སྤྱི་དང་གཉིས་ཕྱིན་པའི་གསུང་རྩོམ་དེ་ལ་སྤྱི་དང་ལྔ་རྩོམ་ཕྱི་རྩོམ་སོགས་འདི་འདྲ་ཡོད་རེད་དེ་རྣམས་ཀྱི་ནང་ནས་ཕྱི་རྩོམ།

རང་རྫོང་ཡིན་པ་རང་རྫོང་ཟེར་ན་ད་དབང་མེད་ཆུང་ལ། ཉེ་བསམ་དགོངས་གསུམ་རྣམ་པ་ལ་བརྟེན་ནས་རང་ཉིད་ཀྱི་ཐུགས་ལ་དབང་མེད་ལྟ་བ་འཁྲུངས་པའི་རིམ་པ་དང་བཅས་ནས་ཉམས་མྱོང་དང་བཅས་ནས་དེ་ནི་བསྒྲགས་ནས་དབང་མེད་ལྟ་བ་གཏན་ལ་ཕེབས་པར་བྱེད་པའོ། དེ་འདྲའི། འདི་དང་གཉིས་ཆེན་པོ་རང་ཉིད་ཀྱི་ལྟར་ཆོས་རང་ཉིད་ཀྱི་འོ་དེ་འདྲའི་སྟེང་ལ་ཕེབས་པ་དེ་ལ་སྤྱི་དང་རང་རྫོང་ཟེར་བ་དེའི་ནང་ནས་དེ་འདྲའི་སྤྱི་གཙོ་བོ་ཀྱི་འདི་དང་གཉིས་ཆེན་པོའི་གི་གསུང་མོ་རྣམས་ཀྱི་ནང་ནས་གཙོ་བོ་འོ་མ་དགོན་པ་ར་སུ་དེ་ཆགས་ཀྱི་ཡོད་རེད་ད་དེའི་ཐོག་ལ་ད་ནངས་ར་ཚོས་ད་བགྲོ་གླེང་འཚོ་ཡག་ཅེས་རེད་བ་སྔོན་མའི་བགྲོ་གླེང་ཆེན་པོ་འཚོ་ཡག་དེའི་ཆེད་ཀྱི་དམ། བགྲོ་གླེང་ལབ་ན་ག་ལ་ཡོད་རེད་ཟེར་ན་ན་སུ་ཚུར་གི་ད་ང་ར་ཚ་ཚང་མ་པི་ཅག་ལྟ་ངེས་ངོ་མ་ལྟ་ཚ་ངེས་ཤ་སྟག་ཀྱང་ལེ་རེད་བ་ངོ་མ་ལྟ་ཚ་ངེས་ཤ་སྟག་གསུངས་ཙང་དབུ་མ་གཞུང་ལ་ལྟོས་བསམ་བྱེད་པ་ལ་བརྟེན་ནས་སུ་སུ་གི་ཉམས་རྟོགས་བྱུང་ཡ་སུ་སུ་གི་ཟིན་ན་མི་འདུག་ད་སུ་སུ་གི་ནི་ཤེས་རྟོགས་སུ་སུ་གི་གོ་རྟོགས་སུ་སུ་གི་དབུ་མའི་གཞུང་ལ་ལྟ་ལོ་ཅེས་པའི་ཚིག་གི་རྗེས་སུ་འབྲངས་བའི་ཚིག་གིས་ཚིག་གི་རྗེས་སུ་འབྲངས་བའི་གོ་བ་བརྩམས་ཟེར་ན་མི་འདུག་གཞན་ལ་བརྟེན་ནས། དགེ་བའི་བཤེས་གཉེན་ལག་སོགས་པ་དེ་དག་གི་མདུན་དུ་སོ་སོ་གིས་གང། གོ་བ། དེ་ལ་བརྟེན་ནས་སོ་སོ་གིས། བློ་ལ་ཕྱག་མཛོད། འོ། དེ་ཡས་ནས་སོ་སོ་དེའི་ཤེས་ཚད་དེ་བྱེད། ཤེས་ཚད་དེ་ཡས་ནས། འགྲན་འདོད་རེ་བྱེད་པ། འདོད་རེ་བྱེད་པ་དེ་ལ་རོལ་བ། དཔེ་རེ་བྱེད་པ་དེ་ལ། གོ་རྟོགས་དཔེ་རེ་བྱེད་པ་དེ་ལ་ཅི་དང། བགྲོ་གླེང་ཟིག་རོལ་བ། བགྲོ་གླེང་ཟིག་རོལ་བ།

རྒྱ་ཆེ་བ། འོ་དེ་འདྲའི་རྗེས་ནས་རྒྱ་མཚོ་ཆེན་པོ་ལ་དཔེ་བཞག་དཔེ་བཞག་ནས་ད་འདི་ལ་ཕན་ངེས་ཀྱི་བགྲོ་གླེང་གནང་བ་དགེ་བཤེས་རྣམ་པ་ཚོ་རེད་རྒྱ་བཟའི་བླ་སྤྲུལ་ཁག་རེད་ནས་ཕྱག་དཔེ་སྲིད་བཟང་ངན་ལོ་ཉེ་བ་རྣམ་པ་ཚོ་དབུ་མ་ཡན་གྱི་རྟ་ཚག་ངན་དབུ་མ་ཉེ་བ་རྣམ་པ་ཚོ་གིས་སོ་སོ་གས་ནས། རྣམ་དཔྱོད་དེ་རུ་བ། རྣམ་དཔྱོད་ཟེར་ན་ད་རི་བའི་རྩེ་རྣམ་དཔྱོད་སྟེ། གྲུ་གཟིངས་ཆེན་པོ་འདྲ་བོ་ཅིག་ལ་གྲུ་གཟིངས་ཅིག་ལ་འདྲ་བོ་དཔེ་རྒྱག་ནས། ད་གྲུ་གཟིངས་དེ་གའི་གཞུང་ལུགས་རྒྱ་མཚོ་ཆེན་པོ་གྲུ་གཟིངས་དེ་ལ་བཞུར་ནས་རྒྱ་མཚོ་གི་གཏིང་དུ་ཐག་རྒྱ་མཚོ་ནང་ལ་ག་རེ་ནུས་པ་ག་རེ་ཡོད་མེད་འོ་དེ་བཤད་ཚུལ་བྱས་པ།

རྣམ་དཔྱོད་ཀྱི་རིག་པ་དེ་གྲུ་གཟིངས་ལ་སྤུས་བྱས་ནས་དེ་བེད་སྤྱོད་བཏང་ནས་གཞུང་ལུགས་འདི་གི་ནི་གཞུང་ལུགས་འདི་ལ་དེ་ལྟ་བྱེད་ཡ་ཡིན་པར་ད་གར་བཟོ་བ་རེད་གཞུང་ལུགས་འདི་གི་སྙིང་པོ་དཔེར་ན་རྒྱ་མཚོ་ལ་གྲུ་གཟིངས་བཏང་གྲུ་དང་རྒྱ་མཚོ་གི་རྦ་རླབས་གཡོ་བ་དང་རྫ་ལུ་རྒྱ་མཚོ་གི་ནང་ལ་ག་རེ་ཡོད་པ་དེ་ཚོ་རྒྱ་ལུ་རྒྱ་མཚོ་གི་རླབས་སྒྲོན་གཡོ་བར་བྱེད་པ་ནང་བཞིན་བྱས་ནས་ང་རང་ཚོ་གི་རིག་པའི་རྣམ་དཔྱོད་དེ་དབུ་མའི་གཞུང་ལུགས་རྒྱ་མཚོ་ཆེན་པོ་ལ་དཔྱོད་པ་ལ་བརྟེན་ནས་དབུ་མའི་གཞུང་ལུགས་ཀྱི

རྒྱ་མཚོ་ཆེན་པོ་ལ་འགྲོ། གྲུ་གཟིངས་ལ་ཞུགས་ནས་དེ་ལྟར་རྒྱ་མཚོ་ཆེན་པོ་འདི་འདྲའི་ལས་འདི་ལྟ་ག་བྱེད་ཀ་ཡ་ན་གཞན་གྱི་དབུ་མའི་གཞུང་ལ་འདི་འདྲའི་ལྟ་ལོ་ཅི་དབུ་མའི་གཞུང་ལ་འདི་འདྲའི་འདྲི་ལོ་བཅས་ཀ་ཡ་རྒྱུ་མཚན་དེ་གཙོ་བོ་འདྲ་བོ་དེ་ག་རེ་དགོས་འདྲ་བ་དགོས་པ་འདྲ་བ་དེ་ག་རེ་ཡང་སོ་སོ་གི་ལྟ་སྤྱོད་དང། རྗོད་བྱེད་རང་ཉིད་ཕོངས་པར་བྱེད་པའི་བདག་འཛིན་མ་རིག་པ་གཅོད་པར་བྱེད། ཁོ་ཡིས་རྒྱ་མཚོ་ལས་བར་དུ་རྒལ་བར་བྱས། འོ་དེ་གའི་རྒལ་བར་བྱེད་བྱེད་ཀྱི་ལམ་དེ་ནང་བ་དང་ཤེས་རབ་ཀྱི་ཟླ་མཚན་གཅོད་པར་བྱེད་ཀའི་གསེར་གྱི་རྡོ་རྗེ་བ་ལམ་ཟེར་ན་མི་འདུག་དེ་འདྲ་གྱི་ལམ་བཟང་དེ་རྙེད་པའི་ཆེད་དུ་ང་ར་སོ་ནས་བགྲོ་གླེང་དེ་བྱེད་ཀྱི་ཡོད་རེད་བ། དེ་རེད།

འོ་མ་རང་བཞིན་མེད་པ་སོགས་ནི་ག་འདྲའི་རྒྱུ་ལ་ཟེར་གི་རེད་ལབ་ན་གཞུང་ལ་བརྟེན་ནས་གཞུང་ལུགས་ཆེན་པོ་དང་གཞུང་ལུགས་ཆེན་པོ་ལ་ཐོས་བསམ་བྱས་པ་དགེ་བའི་བཤེས་གཉེན་གྱི་མདུན་དུ་ཐོས་པ་ལ་བརྟེན་ནས་སོ་སོའི་རྗེས་ལ་ཚིག་གིས་ཚིག་གི་རྗེས་སུ་འབྲང་བ་ཙམ་གྱིས་དེ་འདྲའི་གི་ལས་ནི་སོ་སོ་ལ་ཆང་ལངས་ཏེ་ཡོད་དེ་རེད་བ། ཆགས་སྣང་དེ་ཡོད་དོ། ཆགས་སྣང་དེ་ཡོད་པ་དེ་ད་ལྟ་དེའི་སྒྲོ་ལེགས་ཚོགས་པ་ལ་བརྟེན་ནས་ག་རེ་བྱེད་དགོས་རེད་ལབ་ན་སོ་སོ་གི་ཆགས་སྣང་དེ་འཐད་ཀི་འདུག་མི་འདུག་རེད་འདུག་མི་འདུག་སོ་སོ་གི་གཞུང་ལུགས་ལྟར་ལ་བལྟ་ནས་སོ་སོ་གི་དབུ་མའི་གཞུང་ལ་ལྟ་བ་གོ་བ་རྙེད་སྟངས་དེ་འགྲིག་གི་འདུག་འགྲིག་གི་མི་འདུག་དགེ་བའི་བཤེས་གཉེན་རྣམ་པ་ཚོ་གི་མདུན་དུ་སོ་སོ་གི་ཚིག་གི་རྗེས་སུ་འབྲངས་པ་ཙམ་གྱིས་དེ་འདྲའི་གི་གོ་བ་ཡིན་ཆོས་འོ་དེ་ཡན་ནི། རིལ་བས་གཙེས་ཏེ། ཁྱད་པར་མང་པོ་ཡང་མཉམ་དུ་འདུས་ནས། ར་གི་སྣོད་མང་ཡང་མཉམ་དུ་འདུས་ནས། རྡོར་བཅས་པ་ལ་བརྟེན་ནས་ར་བ་དང་བཅོས་པ་བྱེད་པ་ལ་བརྟེན་ནས། འོ་དེ་འདྲའི་བྱས་ནས་ནི་དེ་ལྟར་བྱེད་དགོས་ཡོད་མ་རེད། གང་དག་མ་དག་ཆོས་རབ་རྣམ་བརྒྱད་ཀྱི་ཤེས་རབ་ཟབ་མོ་སྟོང་པ་ཉིད་ལ་གོ་བཟློག་ཆགས་ཡ་གོ་བཟློག་ཆགས་པའི་ཤེས་རབ་དེ་འཕེལ་རྒྱས་བཏང་ཡ་གི་ཆེད་དུ་འོ་དེ་འདྲའི་བྱས་ནས་ནི་དབང་མེད་འགྲོ་ལན་འཚོལ་ཡ་དེ་དེ་འདྲའི་ཡིན་པར། དེ་ནས་འགྲོ་ལན་གྱི་ད་མིག་ཡོད་འདྲ་བོ་དེ་ག་རེ་ཟེར་ན་སྤྱི་དང་དེའི་དམིགས་ཡུལ་དེ་ག་རེ་ད་དེ་འདྲའི་བྱས་ནས་རེ་བ་སོ་སོ་གི་རྗེས་ཀྱི་རྣམ་དཔྱོད་ཟབ་མོ་སྟོང་པ་ཉིད་དུ་གཞུང་ལ་ཐོས་བསམ་བྱེད་དེས་རྣམ་དཔྱོད་དེའི་འགྲོས་དོན་བྱེད་རྣམ་དཔྱོད་དེ་ཡར་རྒྱས་གཏང་གི་དོན་དག་ག་རེད་ཟེར་ན་རྣམ་དཔྱོད་དེ་གའི་གཞི་དངོས་པོའི་གནས་ལུགས་ངོ་མ་དེ་ངོ་འཕྲོད་ཡ་དེ་དང་ལྡན་པ་ཟབ་མོ་སྟོང་པ་ཉིད་ཟིག་རེད་བ་ང་རོ་ཟེར་ཟབ་མོ་སྟོང་པ་ཉིད་འོ་དེ་ཨ་ནི་སོ་སོའི་གི་རྗོད་ཀྱི་ཐོས་བྱུང་གི་ཤ་རུབ་དེ།

གོ་རྟོགས་པས་དེ་དེ་ལ་བརྟེན་ནས་ནི་གཞིའི་གནས་བློ། ངོ་མ། ངོ་འཕྲོད་ཡ། དེ་དག་འདི་སྟོང་པ་ཉིད་རྟོགས་ཡའོ། དེས་ནི། དེ་དེ་ཡིན་པར་རིག། ད་དེ་ཟབ་མོ་སྟོང་པ་ཉིད་དེ་འདྲ་གི་རྟོགས་པ་དང་དེ་འདྲ་གི་སྟོང་རྣམ་གཅོད་ཀྱི་ཤེས་རབ་དེ་ཡར་འཕེལ་བ་ལ་བརྟེན་ནས་དེ་འདྲ་དེ་ང་ར་སོ་དེ་ལ་ཡར་འཕེལ་ཡ་དེ་གར་སྐྱེས་དགོས་ར་སོ་ན་ང་ར་སོ་དེའི་བགྲོ་གླེང་ནང་ལ། རྩོད་པ་འདྲ་བ་ཅིག་བྱེད་དགོས་བར། རིགས་པས་རྣམ་དཔྱོད་དེ་བརྡར་ཤ་བྱེད་དགོས་བར། བརྡར་ཤ་བྱེད་པ་ལ་བརྟེན་ནས་ག་རེ་ཡོང་དགོས་རེད་བརྡར་ཤ་བྱེད་པ་དེ་དཔེར་ན་ནི། བརྡར་ཤ་བྱས་པའི་གཏམ་དང་གཏམ་དེ་མེ་ཏོག་བཏགས་པོ་ར་བ་ཅིག་ལ་ཁ་ཤ་ཆ་བཞག་མེ་ཏོག་བཏགས་པོ་ཅིག་ལ་ཆ་བཞག་ནས་མེ་ཏོག་དེ་ཕྱོགས་བཞི་ཐོགས་པར་བྱས་པ་སོགས་དེ་ལྟར་ཕྱོགས་བཞི་ལ་དེ་ལྟར་བས་སོ་སོ་གའི་གོ་རྟོགས་ཡང་གོང་ནས་གོང་དུ་འཕེལ་བས་བཟང་མོ་སྟོང་པ་ཉིད་ཀྱི་ལྟ་བ་དེ་གོང་དུ་འཕེལ་བར་བྱེད་པ་དེ་ཕྱོགས་བཞི་ཐམས་ཅད་ལ་ནི་ཁྱབ་པར་བྱེད། ཁྱབ་པར་བྱེད་ནི་གར་བྱེད་པར་མཐའ་ཡས་པའི་མ་རྒན་སེམས་ཅན་ཐམས་ཅད་ལ་ཟབ་མོ་གཏུམ་པ་ཉིད་ཀྱི་ལྟ་བའི་ལྟ་བ་རྟོགས་པའི་བག་ཆགས་ཞག་ཐོག་ཡག་དང་དེ་དག་གི་རྣ་བ་ལ་གསུངས་པ་ཙམ་གྱིས་དེ་དག་གི་དང་ཟབ་མོ་གཏུམ་པ་ཉིད་ཧ་ཅང་གི་རྩ་ཆེན་པོ་ཞི་བ་ཅན་ཡིན་པ་དེ་དང་ཧ་གོ་ར་ཞེས་བྱ་བ་ན་དེ་ཚུལ་ན་གསུངས་ཡོད་རོ་གཏུམ་པ་ཉིད་ལ་ཐེ་ཚོམ་ཟ་བ་ཙམ་གྱིས་ནི་སྲིད་པ་ལྷུག་པོ་ཆེ་དྲུག་རེད་དེ་འདྲའི་གསུང་གི་རོ། དེ་ལས་གསུངས་ཏེ་ཟབ་མོ་གཏུམ་པ་ཉིད་ཀྱི་དོན་དེ་སོ་སོའི་གི་སེམས་ཅན་གཞན་གྱི་དོན་དུ་རྣ་བ་ལ་བསྒྲགས་པར་བརྩམས་ཀྱིས་ཀྱང་གར་གྱིས་བསྟོད་གོ་རེ་ལ་ན་ས་མ་འོངས་པ་ན་ས་མ་སྟོན་པ་ཉིད་བསྟོད་ཡག་གི་བག་ཆགས་དེ་རེས་ཀྱི་འཇུག་ཐུབ་གོ་དེ་ན་བཞིན་མི་ལྡོག་གི་དེ་ཆོས་བཞི་འཕྲོ་བ་འདྲ་བ་དང། རྣམ་དཔྱོད་ཀྱི་རྩེ་གཏད་ཀྱི་ས་མ་སྟོན་པ་ཉིད་ཀྱིས་འོ་དེ་འདྲའི་ཆེད།

བརྗེ་རེས་བྱས་ནས། བྱས་པའི་ཕན་ཡོན་འདྲ་བོ་དེ་བགྲོ་གླེང་བྱས་པའི་ཕན་ཡོན་འདྲ་བོ་དེ་ག་རེ་ཡོད་རེད་ལབ་ན་དེ་དག་པོའི་ཡོན་ཏན་བློ་གྲོས་ཀྱིས། བརྗེ་ལེན་བྱས་པ་ལ་བརྟེན་ནས་གཞན་སྤྱོད་ཀྱི་ལྟ་བ་རང་གིས་བཤད་པ། རང། རང་ཕྱོགས་ཀྱི་ལྟ་བ་རྣམ་པར་དག་པར་བྱོས་པ་སོ་སོ་གི་སྤྱོད་ཀྱི་ལྟ་བ་རྣམ་པར་བྱོས་པ་དང་གཞན་ཕྱོགས་ཀྱི་ལྟ་ཕྱོགས་དེ་ནི། གཞུང་ཆེན་པོ་ལ་ད་ཅི་ཐག་ད་གེ་ཞུ་ཡིན་པ། ཟབ་མོ་དབུ་མའི་ལྟ་བ་སོགས་ནི་ཧ་ཅང་གི་ནི་གཏིང་ཟབ་པོ་རྒྱ་ཆེན་པོ་ཞེ་བོ་ཅི་རེད་བ། བྱེད་པོ་ཆགས་ཀྱི་ཡོད་སོང་ཙང། ད་བྱས་ཙང་བགྲོ་གླེང་བྱས་པ་ལ་བརྟེན་ནས་ག་རེ་ཡོང་གི་རེད་སོང་ན་སོ་སོ་སོ་སོ་གི་གཞུང་ཆེན་པོ་ལ་ལྟ་ཀློག་བྱས་པ་དེ་ལ་བརྟེན་ནས་སོ་སོ་གི་གོ་རྟོགས་ཅི་ཡོད་ར་བར་བོད་ཀྱི་གོ་བ་དེ་རེད་ཅེས་ལེན་གྱི་ཡོད་ཤག་བཟང་མོ་སྟོང་མོ་སྟོང་པ་ཉིད་ཀྱི་ལྟ་བ་སོང་གོ་བ་དེ་རེད་ཅེས་ལེན་གྱི་ཡོད་ཤག་སོ་སོ་གི་ལྟ་བ་ལ་གོ་བ་ག་འདྲ་ཅིག་ལེན་གྱི་ཡོད་ཡོད་པ་དེ་སོ་སོ་ཧ་གོ་ར་འོ་དེ་གཉིས་སྒྲིབ་སྡུད་བྱས་པ་ལ་བརྟེན་ཏེ་འོ་དེ།

དབུ་མའི་ལྟ་བ་ཡང་དག་པ་ཅིག་དངོས་གནས་དྲ་གནས་ནས་མེད་པ་ཇི་ལྟར་ཉིད་ཆེན་པོ་ལ་རྒྱུ་མཚན་འཇམ་པའི་དབྱངས་ཀྱིས་དངོས་སུ་གསུངས་ནས་དེ་འདྲའི་གི་ནི་དེ་ལ་ནི་སྣང་ཆོས་ལ་གཙོ་བོ་ཏེ་དགོས་ཀྱི་འདུག་སྣང་ཆོས་ལ་སྣང། རྟེན་འབྱུང་དེ་ལ་ནི་ཨ། བཤད་པའི་རྩེ་གཏད་པ་དེ་ཆུང་དྲག་གོ་བ་དེ་བྱེད་ཡ་དང་དེ་ནི་རྩེ་ཆུང་དྲག་རེད། འོ་དེ་གསུངས་ཡོད་རེད་བ།

རང་ཆོས་ཀྱི་ལྟ་བ། འོ་དེ་ཚོས་ནི་གོ་ཐོས་བྱས་པ་ལ་བརྟེན་ནས་སོ་སོ་གི་བརྗོད་བྱའི་ལྟ་བ་ལྟ་སྤྱོད་ལྟ་བའི་ཕྱོགས་ལ་ལྟ་བའི་བསམ་བློའི་རྣམ་དཔྱོད་འདྲ་བ་དུ་མ་སོང་སོ་སོ་གི་བརྗོད་བྱའི་བསམ་བློ་འདྲ་བ་དུ་མ་སོང་ན་ལྟ་སྤྱོད་དེ་རང་དེ་ལ་སྦྱོར་བ་གཏང་གིན་གཏང་གིན་གཏང་གིན་བྲལ་བ་ཅི་ག་ར་བརྗེ་བ་གཏང་དགོས་ག་ར་ནུར་འགྲོ་ཡོད་པ་དེ་འབའ་དེ་འདྲ་བྱེད་དགོས་ཡ། འོ་དེ་འདྲ་བྱས་པ་ལ་བརྟེན་ནས་མཐར་ག་ར་ཡོད་རེད་ཟེར་ན་མཐར་ཐུག་གི་ལྟ་བ་དེ་སོ་སོ་གི་དངོས་མིན་ལྟ་བ་རྙེད་པར་བྱེད་ཡ།

འོ་དེ་འདྲའི་ཅི་འདག་རོ་ཅི་རོ། ད་དེ་ལ་ཅི་དང་ངེས། ཚིགས་བཅད་འདྲ་བོ་དེ་ནི་ཚིགས་བཅད་གསུམ་འདྲ་བོ་ཅིག་བྲིས་ཡོད་རེད་བ། ད་དེ་བྲིས་ན་དེ་བྲིས་བྲིས་པ་ཡིན་ན་ག་རེ་ཡོད་རེད་ཟེར་ན་སོ་སོ་གི་ཆོས་སོ་སོ་གི་བསམ་བསམ་ཕྱོགས་འདྲ་བོ་དང་སོ་སོ་གི། གང་བཤད་པ་དང་གང་གོ་བ་དེ་ཡིད་ཚོར་ལ་དཔར་ཡོད་དང་དེ་ཚོ་ཡིན་ན་གལ་ཆེན་པོ་ཞིག་རེད་བ། འོ་དེ། དེ་འདྲའི་ཅིག་ཡོད་ན་དང་དེ་འདྲའི་འདྲ་བོ་ཅིག་ཆེད་དུ་ངས་དེ་འདྲའི་ཅིག་ནི་ད་ག་ཟེ་ག་རེ་ཟེ་གོ་དྲན། ད་ལྟ་དབུ་མའི་ལྟ་བའི་སྐོར་ལ་བགྲོ་གླེང་བྱེད་དགོས་པའི་རྒྱུ་མཚན་དགོས་པ་ཕན་མི་ཡོད་ཕན་ག་རེ་ཡོད་མེད། འོ་དེ་གི་སྐོར་ལ་ད་ལྟ་དྲི་ཚིག་ཆེ་གསུམ་འདྲ་བོ་ཅིག་བྲིས་བཞག་ཡོད་འོ་དེ་ནང་བཞིན་ཅི་ད་ངས་དེ་འདི་འབའ་རེ་ཀློག་བཞག་གིན་ད་ལྟ་དེ་དྲན་ཐག་འདྲ་བོ་དེ་ད་ལྟ་ངས་ཞུས་ཚར་ཡིན་རེད་བ་དེ་རེད། དབུ་མའི་གཞུང་ལུགས་གཏིང་ཟབ་ཆུ་གཏེར་ལ་རིགས་པའི་གྲུ་གཟིངས་གཅོད་པའི་མཁས་རྣམས་ཀྱིས་བགྲོ་གླེང་བསླབ་སྐྲུན་གཡོ་བའི་རྒུད་པ་ནས་ཤེས་རབ་གསེར་གྱི་ཕ་ལམ་འདོན་ཕྱིར་ལགས། དེ་ཅེར་བ། དེ་ནས་དངོས་པོའི་གནས་ལོག་རྟོག་པའི་དམིགས་ཡུལ་ནི་ཅི་དམིགས་ཡུལ་འདྲ་བ་དེ་གར་ཟིན། རྩོད་པའི་གཏམ་གྱིས་མི་ལྡོག་ཕྱོགས་བཞིར་འཐོར། ལྟ་བ་གོང་འཕེལ་དོན་ལྡན་གསལ་བའི་ཕྱིར་རི་ལམ་བགྲོད་པའི་རྐང་གྲོགས་ཚོགས་རྣམས་ཚོགས་ཀྱིས་བརྩོན། འོ་དེ་ལྟ་སྟེ། དེ་ནས་ཕན་ཚན་ཀླུ་སྒྲུབ་རྒྱལ་བའི་ཁེ་ཕན་ནས། གཞན་ཕྱོགས་རྟོགས་ཤིང་རང། རང་ལྟ་དག་པར་གྱུར་མཐར་ཐུག་སྟོང་ཉིད་དོན་ལ་འཇོག་པ་ཡི་ཁོར་ཡུག་ཚོགས་ལས་བརྒལ་བའི་ལམ་བཟང་རྙེད། འོ་དེ་འདྲའི་ཆེད་དུ་ད་ལྟ་དེའི་སྐད་ཆ་བཤད་བྱ་རྒྱུ་དེ་ཚོ་ཚང་མ་ཚིགས་བཅད་འདྲ་བ་ཅིག་ན་གསུམ་ན་འདྲ་བ་ཅིག་ནང་ལ་སྡུད་པ་དེ་འོ་དེ་འདྲའི་ཆེད་ཆགས་ཀྱི་ཡོད་རེད།

དཀར་པོ་སྔོན་འདྲ་བའི་འགྲོས་ཤིག་བྱེད་དམར་པོ་ཆུང་འདྲ་བའི་འགྲོས་ཤིག་བྱེད། འགྲོས་ཐག་ཆོད་པའི་མཚམས་དེ་ན་དེ་ལས་ཚིག་གི་ལན་ཞིག་འདེད། འོ་དེ་རེད་ཅེས་གསུངས་ཡོད་རེད། ད་དེ་ལ་དུས་འདི་སོ་པ་ལགས་བཤད་དུས་ཁ་ཐོར་ཁོར་བཏགས་སོང་ན་གོ་བ་ཞིག་གྲ་མེད་ངེས་སོ་རེད་ཅེས། ཁྱེད་ཀྱིས་གོ་ཡ་མེད་ངེས་སོ་རེད་ཅེས་རེད་བ། ད་དེ་འབའ་འབྲེལ་པ་ར་བ་ཅིག་བརྒྱབ་དེ་འདྲས་བྱས་བ་ཡིན་ན་ཧ་ཅང་གལ་ནས་གོ་བ་གཏིང་ཟབ་པོ་ཡོད་ངེས་ཀྱི་དེ་འདྲས་ཚིག་གི་ཆ་ཁོད་ཡོད་རེད།

སོ་སོ་གི་རྣམ་དཔྱོད་ཀྱི་རྩལ་ཡོད་ཚུལ་སྟོན་ནས་ཡོད་རོགས་བ་སྟོན་ནས་གཞུང་འདི་ལ་ཐད་ཀར་ལ་གཞུང་གི་དཀའ་གནད་ཀྱི་ཐད་ལ་སོ་སོ་གས་ནས་བགྲོ་གླེང་བྱས་པ་ཡིན་ནམ། མཉམ་དུ་བགྲོ་གླེང་བྱས་ཟེར་ན་མཉམ་དུ་རོགས་བ་མཉམ་དུ་བྱས་པ་ལ་བརྟེན་ནས་གཞུང་དེ་དབུ་མའི་གཞུང་དེ་ཧ་ཅང་གི་གོ་དཀའ་བ།

ཡིན་ནས་དབང་མོའི་ལྟ་བ་དེ་ཕར་བཤད་པ་དེ་ཧ་ཅང་གི་དཀའ་ལས་དཀའ་པོ་ཞེ་པོ་དེ་དེ་ཡོད་རེད། ཡིན་ནས་ཡང་ནས་རྒྱུད་ལ་བྱེད་ཡ་དེ་དེ་ཙམ་གྱི་དཀའ་བ་ཡོད་མ་རེད། མེད་པའི་རྒྱུ་མཚན་ག་རེ་ཀུ་ཀུ་ཀུ་ཀྱི་ཁྲི་བྱང་དུ་བརྗོད་བྱང་གི་གསུང་ཡོད་རེད་དེ་ཚང་མ་ཕྱི་འགྱུར་བ། ཉན་རང་ལ་སོགས་པ་དེ་དག་གིས་སྟོང་ཉིད་མངོན་སུམ་དུ་རྟོགས་ཐུབ་ནས་བྱང་ཆུབ་ཀྱི་སེམས་དང་གཉིས་ཀྱི་ཆེན་པོ་ཟེར་ཡ་དེ་སྐྱོང་འདོད་ཀྱི་གཉིས་ཀྱི་ཆེན་པོའི་གི་དྲི་མ་ཙམ་ཡང་མ་མེད་པ་དེ།

ནམ་གྱི་ངར་སོ་ཨ་གོ་ར་དང་བྱ་བ་སི་ན་ན་འོ་དེ་ཤིང་སྤང་ལེགས་ཆེན་པོ་འདྲ་བོ་ཅིག་ཡོད་པ་རྡོ་སྤང་ལེགས་ཆེན་པོ་འདྲ་བོ་ཅིག་ཡོད་པ་ཡིན་ན་ཡང་བཀྱག་ན་མི་གཅིག་གིས་བཀྱག་ཐུབ་མ་རུང་བ་ཕྱོགས་བཞི་ཐམས་ཅད་ལ་མིའི་ལག་ནས་བཀྱག་ན་ལས་སླ་པོ་ཅིག་ཡང་བཀྱག་འགྲོ་འོ་དེ་ན་བཞིན་བྱས་ནས་ང་རང་ཚོས་དབུ་མའི་བགྲོ་གླེང་ལ་ཞུགས་མཁན་རྣམ་པ་ཚོས་ཚང་མ་གིས་རིགས་པའི་རྣམ་དཔྱོད་དེ་མཉམ་དུ་བསྡུར་བར་བྱས་ན་ད་དབུ་མའི་གཞུང་གིས་ནི་གཞུང་ལ་གོ་བ་འདྲ་བོ་ཅིག་ཡིན་ནས་ལས་སླ་བོ་འདྲ་བོ་ཅིག་དང་དེ་འདྲས་ཅིག་ནས་ནི་ཚིག་གིས་དེ་འདྲས་ཅིག་ནི་ཆགས་ཐུག་གི་རེད་ཟེར་དེ། གསུང་དགོས་རེད་བ། འོ་དེ། དེ་ནས། ཀར་ཀ་དངུལ་འདྲ་བ་དངུལ་གྱི་དབྱིབས་ཁ་དོག་དེ་དཀར་པོ་དཀར་ལྗང་གྱི་བ་ཅན་དཀར་པོ་དཀར་ལྗང་དེ་ཟེར་ཡ་དེ་དོན་དག་ག་རེ་ཟེར་ན་ནར་བ་དངུལ་གྱི་ཁ་དོག་དཀར་པོ་ཡིན་པ་ནང་བཞིན་བྱས་ནས་དྲུད་ལེན་ལ་གཞུག་ངེས་ཀྱི། དྲུད་ལེན་བ་རྣམ་པ་ཚང་མང་གིས་བློ་དཀར་སེམས་དཀར་གྱི་ཐོག་ནས། རྒྱལ་བའི་བསྟན་པ་ལ་ཕན་པའི་སངས་རྒྱས་ཀྱི་བསྟན་པ་ལ་ཕན་པའི་བསམ་འཆར་བསམ་འཆར་བཅས་དགོངས་འཆར་སོ་སོ་ཀྱི་དགོངས་འཆར་དང་དེ་ཚོ་ནི་ཤེས། ཅེས་པ་དེ་ལ་གཟིགས་པ་རེད། རེད་བ། ད་ལྟ་དེ་བགྲོ་གླེང་གནས་སྐབས་སུ་ལྟར་བགྲོ་གླེང་རྫོགས་བྱང་གནང་ངེས་ཡིན་ན་རེད། ཨ་ནི་བགྲོ་གླེང་ཐོག་ལ། བསྟོད་པ། སྣང་ངེ་ཡིན་ན་ཨ་རེད། འོ་དེ་སྣང་ངེ་རྣམ་པ་ཚོ་གི་བསམ་བློ་དེ་ག་འདྲས་ཀྱི་འགོ་རེད་ལ་ན་གླུ་གར་སེང་གར་གྱི་ཐོག་ནས་སངས་རྒྱས་ཀྱི་བསྟན་པ་ལ་ཕན་སྙམ་པའི་བསམ་པའི་ཀུན་ནས་བསླངས་ནས་དེ་འདྲས་ཀྱི་འགོ་རེད། འོ་དེ་སོང་ཙང་ནས་སྐག་ར་དངུལ་འདྲ་བའི་བགྲོ་གླིང་རྗེས་སུ་དེ་འདྲས་ཀྱི་ནས།

ག་རེ་གོ་རེ་ཟེར་ན་ནི་བགྲོ་གླེང་པ་ཚང་མ་གི་བསམ་པ་དེ་སོ་སོ་གི་གང་བཤད་པ་གང་གོ་བ་ད་དབུ་མའི་གཞུང་ལ་ཐོས་བསམ་གྱིས་བཤད་རྒྱུ་དེ་འདྲ་དེ་སོ་སོ་གི་འོ་དེ་འབད་སོང་མེད་པར་གྱི་དྲང་པོ་དྲང་བཞག་གི་ཐོག་ནས་རེ་བ་ད་དྲང་པོ་དྲང་རྐྱང་ཟེར་ཡ་འདྲ་བོ་དང་ད་ཕན་བའི་བསམ་པའི་ཀུན་ནས་བསླངས་ནས་ད་བགྲོ་གླེང་གི་ཚོགས་ཀྱི་དབུས་སུ་དམར་མོ།

སྤྱི་དང། འཇིག་རྟེན་དང་པོའི་ནི་ལ་དེ་འདྲའི་ཞིག་སྲིད་ཀྱི་ར་བ་མ་མ་དེ་འདི་རེད་སྲིད་ཀྱི་ར་བ་མ་མ་དེ་འདི་ལ་ནི་སྦས་གསང་ཅི་ཡང་མེད་པར་བྱས། འོ་དེ་འདྲའི་ཅིག་ལ་སྲིད་ཀྱི་དེ་འདྲའི་ཅིག་ལ་གུ་གུ་བོ་རེད། ནི། ད་དེ་ནས་དྲིལ་བ་ད་དེ་ནས་དྲིལ་ལམ་དྲིལ་བའི་གྲོལ་མཚམས་ནི་སྲིད་ཀྱི་ར་བ། དེ་ནས་ད་འདི་འདྲའི་བྱས་པ་ལ་བརྟེན་ནས་གོ་བསྡུར་བྱས་པ་ལ་བརྟེན་ནས་ད་ལྟ་དེ་གཅར་རྡུང་གཅོད་རྩོམ་པ་སོ་སོ་ཡོད་རེད་གཅོད་རྩོམ་པ་སོ་སོ་གིས་བྲིས་བཞག་རྒྱུ་དེ་དེ་ཚོའི་ལ་མེད་བགྲོ་གླེང་གནང་བྱས་པ་ལ་བརྟེན་ནས་ད་ཐབས་མང་དེ་ལ་ནི་འདི་སྟོན་ཡ་དང་དེ་འདྲས་བྱས་ནས་དེ་བྱེད་དགོས་རེད་བ། འོ་དེ་འདྲས་སོང་ད་བགྲོ་གླེང་ཚོགས་སྟངས་འདྲ་པོ་དེ་དེ་འདྲས་རེད་བ་བྱས་རེད་ད་ང་རང་ཚོ་འདི་མགོ་སྐོར་རེད་བ་བྱས་དེ་དེ་ནང་ལ་བསྡད་ནས་སོ་སོ་གིས་གང་གོ་བ་གང་ཤེས་པ་དེ།

ཨ་ནེ། ད་དེ་རིང་སྤྱི་ལོ་ཉིས་སྟོང་ཉི་བཞི་རྩ་བཞི་གི་ལོ་ཡི་དབུ་མའི་བགྲོ་གླེང་ཆེན་པོ། དབུ་མའི་ལྟ་བའི་བགྲོ་གླེང་ཆེན་པོ་འདིའི་སྐབས་ལ་ཨ་ནེ་ཕེབས་པའི

གདན་ས་རྣམ་པ་གཉིས་ཀྱི། སྲོག་ཉེར་གྲོལ་སྤྱི་ཡོངས་ལྡན། དབུ་མཛད་ཆེན་མོ་ལ་རྣམ་པ་གཉིས། གཙོ་བོས། ཨ་ནི་ཀ་ར་འཛམ་གིའི་བཤེས་གཉེན་རེད། རྒྱལ་སྲས་བླ་སྤྲུལ་ཁ་རེད། ཨ་ནི་ང་རང་ཚོ། འབྲོང་གླིང་ནས་ཕེབས་པའི་ཚོ་ཞོ་བ། ཨ་ནི་དེ་རིང་སྐབས་སུ་ན་ཡག་བ་གཅིག་ལ་ང་རང་ཚོ།

ང་རང་གིས་བཤད་ནས་དགའ་ཟེར་ན་ཅི་ལ་ཅི་ཕན་ཐོག་ཡོང་ཡ་ཅི་དང་ཅི་དགའ་ཟེར་ན་ཕན་ནས་ཐོག་ཡ་ད་གད་གས་ཅི་ཡ་མ་རེད་ད། ཡན་ན་དགའ་ཟེར་ན་ས་བཅད་མ་མཐོང་གི་ཅི། གཙོ་བོ་གང་ར་ཟེར་ང་རང་ཚོ་དགྲེ་ལོང་དཀོན་བཅས་ཟེར་རི་བ་གི་ག་ཟེར་ནོ་དེ་ར་ད་ད་དགེ་ལོང་དགྲོན་ལས་དཀོན་བཅས་ཟེར་རི་བ་དེ། ད་དེ་རིང་ང་རང་ཚོ་འགྲོ་ལེན་དེ་ཉི་མ་བཞི་ར་བ་ཅི་ར་ད་ད་དེ་ནོར་ལོ་ལ་ད་ཉི་མ་བཞི་རང་ལ་དཀའ་ལས་བརྒྱབ་པ་ཡིན་དེ་ནོར་ལ་ད། རྒྱ་རྒན་སློབ་མ་བཙོང་ཁ་པ་ཆེན་པོ་བརྗེད་པའི་ཆ་འཕྲིན་འོ་དེ་ལ་ད་བརྗེད་རོང་ཅི་ལ་དགའ་ཟེར་ན་བརྗེད་པའི་ཆ་འཕྲིན་ཡིན་ཟེར་ཅི

ག་ཟེར་ན་ཇི་ལྟའི་ཆོས་ཅན་ཏོ་ཟེར་གོ་འོ་ཡར་ག། ཅི་དང་ཇི་ལྟའི་ཆོས་ཅན་ཟེར་ད་ང་ནག་ཆུ་སྤང་བྱ་ཡིན་ཟེར་ལོ་འོ་ཟེར་འོ་ཡར་རམ། དབྱེ་ན་ཚོགས་མ་ཐམས་ཅད་འཛམ་མ་ལེན་ག་ཟེར་ན་གདན་ས་གཞན་པ་ར་ག་ལྷས་ས་དེ་ང་ནག་ཆུ་ཏག་ཏག་ཏག་ལྷས་ཐོག་གོ་འོ་རེད་གདན་ས་རྣམ་པ་གཉིས་ཡིན་ན་ན། ག་རེ་ཡིན་ན་ག་རེ་ཡིན་ད་ང་ནག་ཆུ་ང་ནས་སོང་ཕྱིར་ག་ཟེར་ང་ནག་ཆུ་ལ་འོ་ཡར་རམ། ཅི་བཀའ་བསྟན་དོང་བར་འདྲེན་པའི་སྨིན་ཅན་དང་ནང་འཇུ་དན་སྣང་བསགས་པའི་ཞིང་སར་མིང་གི་ཕ་ཕ་སྐད་ག་ཟེར་ན་ད་ཐད་དུང་ལྟ་འོ་དེ་ཕ་ཇི་སྲིད་ཡིན་རུང་བྱེད་ཆོས་ཡ་བྱེད།

བ་འདིའི་ཐོག་ལ་ད་ག་ཟེ་ང་རང་ཚོ་གདན་ས་རྣམ་པ་གཉིས་ཚོགས་མ་ཐམས་ཅད་དེ་རིང་བགྲོ་གླེང་ནས་མཉམ་ཐོག་ཕེབས་ཐུབ་པ་དང་ཞི་བ་གཅིག་ཆགས་བདེ་བོ་རེད་ད་བ།